ཅི་སྟོང་བཤད་ན་ངས་དུས་བརྗོད་འདི་ལས། ད་ལྟ་མི་ལ་ཡོན་ཏན་མེད་མཁན་བློ་གསལ་མེད་མཁན། ཁམས་ཀྱི་ཤུགས་ཀྱིས་བློ་གཞན་གཞན་སྐྱོ་བ་ངན་པ་ཁག་ཅིག་འདུག་ཨ། ད་དེ་ཚོ་ལ་ངས་ཨ་ནི་ཁོ་རང་དང་ང་ལ་ཅི་བཤད་དེ་ངས་ཁ་གཏད་འདྲ་པོ་ཅིག་ཅི་ལ་བསྡད་ཀྱི་ཡོད་རེད། ངའང་ཀྱི་ལྷག་བསམ་རྣམ་དག་གིས་ཁོ་རང་དང་སྐྱོ་བ་དེ་ལ་འགྱོད་གཏུགས་ཅིག་ཡོང་ན་དེ་མི་ལ་ཕན་ཡང་ཐོགས་ཡ་ཅིག་གི་སྲང་ལ་ཅིག་གི་སྟེང་ན་བཤད་བསྡད་ཀྱི་ཡོད། ད་ཡིན་ན་གྲོད་པོ་མང་བོ་ཞིག་གིས་བསམ་ན་ད་ཁྱོད་རང་གིས་བློ་ཆེན་པོ་རེད་ཡང་བསྟན་ཆེན་པོ་རེད་དགེ་རྒན་ཆེན་པོ་ཆེ་ཨ་ནི་ཁྱེད་ཟུག་ཚད་ལ་རྡོ་མ་འཕེན་ཡིན་མི་སྡུག་ཅག་དེ་ཚོ་ལ་ཁ་ཡ་མ་བྱེད་ཟེར་སློབ་གསོ་མང་བོ་ཅིག་སྤྲད་བསྡད་ཀྱི་འདུག་ཨ་ནི་ངས་བསམ་བློ་གཏོང་མི་ཁོ་ཚོ་ལ་ལ་ཡོད་ངས་བཤད་བསྡད་ཡོད་དེ་དངོས་གནས་བཤད་ན་ང་ལ་ཁོ་ཚོ་གིས་སྡུག་པོ་ཅིག་བཤད་ནས་དེ་ལ་ཁ་གཏད་ཅོག་ལ་འཛིང་བསྡད་ཀྱི་མེད།

ལྷག་གི་ནང་ལ་ཁོ་ཚོ་གིས་ད་སྤྱི་ཚོགས་སྟེང་གི་ཁ་ཡི་ལུང་བསྲེ་དང་ཆག་སྒོ་དེ་སོགས་ལ་ད་འཇིགས་སྐྲག་བྱེད་བཅུག་གི་ཡོད་པ་འདྲ། གཙོ་བོ་དེ་རེད། ཡིན་ད་ང་ཁོ་ཚོ་ལ་མཁྱེན་རྩི་ཡོད་མ་རེད་མཁྱེན་རྩི་གི་རན་ཡོད་མ་རེད་ང་ཁོ་ཚོ་སྙིང་རྗེ་གི་ཡོད་རེད། ཨ་ནི་ཁོ་རང་ཚང་གི་ཤེས་པ་སྡུག་ཅག་དེ་མེད་པ་ཆགས་ན་མིག་དྲལ་གྱི་ཚེ་ཡག་ཅིག་ཡོང་གི་རེད་པ་མ་གཏོགས་ད་དེའི་ནང་ལ་མོ་ཆགས་ཏེ་ཁམས་སྐལ་ལྟས་ན་ཅི་ཡག་ན་ཆུང་འདྲ་བོ།

ཨ་འདི་ཞའོ་ནེ་ཙི་མི་ཡག་པོ་ཞིག་ཡོང་ཐུབ་པའི་རེ་བ་ཅིག་བྱེད་ཀྱི་ཡོད་རེད་ད་ད་ཡོང་ས་མ་རེད། དངོས་གནས་མི་དུ་ཅག་ནི་དུ་ཅག་རེད་ཡན་ཏན་ནི་མེད་ཀླད་པ་ནི་མེད་འགྱན་མཐོང་ནི་མེད། ག་ཟེ་པ་ལ་ན་རྒྱ་འདྲ་དུས་ཡག་རེད་པ་ཅིག་དངོས་གནས་གྲོང་ནས་ཀ་ང་གྲོ་པོ་ཐོ་ཚིག་གི་ཟས་དེ་རེད་ཕྱི་ཟུར་ཙལ་ལ་རྡོ་འཕེལ་ཚེ་ཡོད་མ་རེད་ཟས་དེ་དེ་ཆགས་འགྲོ་གི་འདུག་བྱས་ཙང་ང་དེ་རིང་དོན་ཟོ་ནས་ཨ་ནི་ང་ཁོ་ཚོ་ལ་སློབ་གསོ་འདྲ་པོ་དེ་དེ་ཁ་ལེན་སྤྲད་དེ་བཞག་གི་ཡིན། ཡིན་ན་ཡང་ངས་ཁ་ལེན་སྤྲད་བཞག་གི་ཡིན་ཟེར་ཏེ།

ཁམས་ཀྱི་བློ་ཅན་དེ་ཚོ་ལ་ད་ངས་ཁྱོད་རང་དང་ང་ལ་ག་རེ་བྱེད་ན་ངས་ལན་སྤྲད་གི་མེད་ཟེར་ཡ་དེ་ཡིན་དེ་སྔ་ངས་ཁྱེད་ཚོ་ལ་ལན་སྤྲད་དེ་ཁྱེད་ཚོ་ལ་རིན་ཐང་ཅན་གྱི་འབྲི་ན་ལན་སྤྲད་གི་ཡོད་མ་རེད་ཨ་ནི་མི་སྙུན་ནད་ཀྱི་ཡོང་རྒྱུ་གི་རེ་བ་ཅིག་ལྷག་བསམ་རྣམ་དག་གི་ཁྱེད་ཚོ་ལ་ཅིག་བཤད་བསྡད་གི་ཡོད་ད་རེད་ཡ་ཡོད་ས་མ་རེད་ཕན་ཐོག་ས་མ་རེད་ད་ནི་ཁྱོད་རང་དང་ང་ལ་ག་རེ་ལབ་ན་ངས་ལན་སྤྲད་གི་མེད་ཟེར་ཡ་དེ་ཡིན་འོ་བཀྲ་ཤིས་བདེ་ལེགས།